དུ་དྲན། དེའི་ཉིན་མོ་དེའི་ད་ནངས་ཉིན་ཕ་ཁྱིམ་ལོ་གཅིག་ལྷག་སི་ངེ་རུ་འགོ་བཙུགས་བ་རེད་ལོ་གཅིག་ཚེག་མ་འདི་འགོ་བཙུགས་ནས་ད་ལྟ་རི་ཞུ་དུམ་བརྒྱ་ཅིག་ཆགས་ཀྱི་ཡོད་རེད། འདི་གི་ཐོག་ལ་ཡང་དངོས་གནས་སྐུ་ལས་བསྐྱོན་མཁན་ན་ངས་སྤྱི་བཏང་གི་སློབ་ཕྲུག་ཚོགས་པ་གི་ཚོགས་གཙོ་ཟུར་པ་བསྟན་རྡོར་ལགས་ཀྱི་དངོས་གནས་དཀའ་ལས་ཞིག་བསྐྱོན་གནང་ཡོད་རེད་དེ་ག་ན་ཞིག་གི་ཡང་ཅིག་ང་ཚོ་སློབ་ཕྲུག་ཚོགས་པ་ཟུར་པ་ཙམ་གྱི་ཡང་མ་རེད་བོད་ནང་བསྟན་ལ།

ད་ལྟ་ལོ་ཁ་ཤས་གོང་དུ་བ་ཡིན་ན། ད་ད་རེས་སམ་གནས་ཚུལ་མང་པོ་ཞིག་འགྱུར་བ་འགྲོ་འདུག་བ། འཛམ་བུ་གླིང་ནང་ལ་ཆབ་སྲིད་ཀྱི་ཁོར་ཡུག་མང་པོ་ཞིག་ཀྱི་འགྱུར་བ་འགྲོ་འདུག་འདུག་བ། ལོ་ཁ་ཤས་གོང་དུ་བ་ཡིན་ན་དཔེར་ན། ཧོང་ཀོང་གི་མི། ཐའེ་ཝན་གྱི་མི། དེ་འདྲའི་སྐོར་སྐད་ཆ་བཤད་ཡོང་རྒྱུ་བསམ་པ་ལ་མི་མང་པོ་ཞིག་གིས་ཁོ་ཚོ་ལ་དེ་མཐོང་ཆུང་བྱེད་རིགས་དང། ཧོང་ཀོང་མི་ལ་དངུལ་མ་གཏོགས་གཞན་པ་ཁེ་གོ་མ་རེད་ལ་ངས་དེ་མང་པོ་ཡོད་རེད། ཐའེ་ཝན་མིས་གྲོགས་པོ་རྒྱག་ན་ཁེ་ཁེ་བྱེད་ཀྱི་མ་རེད་ལ་ངས་ངས་རེད། རེད་བ། དེ་མང་པོ་གི་ལ་ངས་རེད་ད། ཁོ་རང་ཚོ་གི་ལ་ངས་རེད་ད།

མི་བལ་ཁོ་ར་ཁྲི་འབུམ་མང་པོ་རྒྱ་ནག་གཞུང་ལ་ངོ་རྒོལ་བྱས་ནས། དམངས་གཙོ་མ་ཡིན་པའི་གཞུང་གཅིག་གི་བར་ལ་ང་ཚོ་བདེ་སྐྱིད་ཁོ་ར་མེད་ཟེར་ཐབས་མེད། དེ་འདྲའི་གི་འཐབ་རྩོད་ཤུགས་ཆེན་པོ་བྱས་འདུག་ཏུ་བ་ད་ང་ཚོ་དུས་ཚོད་འདི་སྐམ་སའི་འགྱུར་བ་ཕྱིན་ཟེར་བ། དེ་གི་རྒྱུ་མཚན་ག་རེ་ཡིན་མེད་ད་རྒྱུ་མཚན་མང་པོ་ཡོད་ཀྱི་རེད་དཔྱད་པ་བྱས་ན་མང་པོ་གོ་རེ་ཡོད་ཀྱི་རེད་དེ་ཡིན་ནས་རྡོག་ཐོ་དེ། ལོ་ལྔ་དྲུག་ཅིག་གི་ནང་ལོགས་ལ་མི་རིགས་གཅིག་ཁོ་ར་གང་བཟང་མི་ས་ཡ་བདུན་གི་ཨའི་རིན་ཅུན་ཅུ་ཅིག་འདི་སྐམ་སའི་འགྱུར་བ་ཆེན་པོ་ཕྱིན་ཏུ་བ།

གྲོས་ཚོགས་ཀྱི་སེམས་ཤེས་ལྟ་དེ་སྤྲད་ཀྱི་མེད་ལབ་བྱས་ཁོང་ཚོས་ད་ག་འདར་ཐའེ་ཝན་སྲིད་འཛིན་མཱ་ཡེང་ཅུའོ་གིས་ད་ག་འདར་རྒྱ་ནག་གཞུང་མཉམ་དུ་ལ་འབྲེལ་བ་བྱེད་ཡས་དང་དེ་གས་ཀྱི་སྲིད་བྱུས་དེར་འགྱུར་བ་གཏང་དགོས་ཀྱི་ཡོད་ལབ་ནས་ཁོང་ཚོས་གྲོས་ཚོགས་ཀྱི་ཞུས། དེ་དུས་ཐའེ་ཝན་རྒྱལ་ཁབ་ཡོངས་རྫོགས་ནས་སློབ་ཕྲུག་མང་པོ་ཞུགས་ཀྱིས་ཕ་སྐད་དྷའི་བེད་ལ་རྒྱབ་སྐྱོ་གི་རྣམ་པ་དེ་འགའ་དྲུག་ཏུ་ད་ཕ་སྐད་ཁྲོམ་གཞུང་ནང་ལོགས་ལ་མི་སྟོང་ཕྲག་མང་པོ་འཛོམས་ཀྱི་རོ་ད་སློབ་ཕྲུག་མང་པོ་ཞུགས་སླེ་བོ། ད་དེ་སློབ་ཕྲུག་བུ་མོ་དེ་མོ་རང་འགྲོ་ཉི་ཞུ་འགྲོ་དུ་བ། པས་གྲོ་ཉིད་བྲོ། ད་ག་དུས་ནས་གཉན་ཐིས་ནང་ལ་ཐོང་གོ་ད་དེ་གས་དེ་ད་གྲོ་ཉིད་བྲོ་ནས། ད་ཡིན་ནས་ཐ་མ་དེ་ལ་ག་ཚོད་གྲོ་ཉིད་བྲོ་ནས་མོ་ཕ་མ་ལ་ཞུ་ཞེས་དོ། ད་མོ་པ་ལ་ཡི་ག་རྒྱུ་བཏང་གི་རེད་བསམ་བྱས། ཁྱོད་ནས་འགྲོ་མ་ནུས་ཨ་ནི་ཕ་མ་ལ་ལབ་མ་ནུས། དེ་འདྲ་བྱས་ནས་ཞུ་གོ་ཞེས་ལས་བྱ། ཨ་ཉི་མ་ཅིག་འདི་ཚ་ཁྲོ་ཡོད་པའི་སྐབས་ཅིག་ལ། ཁོ་རང་ཚོ་སློབ་གྲྭ་ནས་མོ་རང་གིས་སློབ་གྲྭ་གཅིག་པ་མང་པོ་ཅིག་ཕྱིན་བཞག། ཨ་མོ་རང་ནང་ལ་བསྡད་དེ་འོ་དུས་དུས་མོ་དགོན་པ་ཧ་ལ་ཟ།

འདི་སྐད་ཅེས་དྲིས་པ། བུ་མོ་ཡིད་ཀྱི་བསམ་པ་ལ། ཕ་མ་གི་བཀའ་རྒྱུད་གཏང་གི་རེད་བསམ། འགྲོ་མོ་བོ། ར། འགྲོ་ན་ཁྱེད་རང་གི་སློབ་སྦྱོང་ལ་གནོད་གི་རེད་ཟེར་ཡས་ད་ལྟ་ཅིག་རྒྱུ་མཚན་ཙག་ཙིག་གི་མང་པོ་ཞིག་བགྲང་ཡས་བརྗོད་པ། ཡིན་ནོ་ཁོ་རང་བོད་ཐོག་ལ་འདི་བྱུག་པ་མིག་ཆུ་བཏང་གི་འདུག་ཟེར། ཁོ་རང་པཱ་ལགས་ཀྱི་ལ་ཁེ་ལ། ང་ཚོ་མི་རྒན་མོ་རེ་ཤི་འདུག་རེད་ཟེར་བ། ཡིན་ནས་ད་ལྟ་ཕ་སྐད་ལ་བྱུང་ཡས་ཀྱི་འཐབ་རྩོད་འདི་ཁྱེད་རང་གི་མ་འོངས་མི་ཚེ་སྐོར་ལ་རེད་ད། ཁོ་ཚོ་ཕ་སྐད་འཐབ་རྩོད་བྱེད་ཡས་དེ་ཁྱེད་རང་གི་རང་དབང་རྩོད་གི་ཡོད་རེད་ད། བྱས་ཙང་ཁྱེད་རང་གི་མི་ཚེ་དེ་གལ་ཆེན་པོ་ཡིན་ན་ཁྱེད་རང་ཕ་མཐའི་འགྲོ་བ་མ་རེད་བས་ཟེར་ནས་ཕ་མ་གིས་བདེ་འབྲས་ཅིག་གདགས་ཤིག་ཁོ་རང་ཁོ་རང་མིག་ཆུ་ལྟ་གི་འདུག་ཟེར་བ། དེ་དུས་ཚོད་དེ་འདྲས་འགྱུར་བ་གྱིན་ཡོད། ཕ་མ་གི་སྤུ་གུ་ལ་དེ་འདྲས་ལབ་པའི་གི་དུས་ཚོད་ཅིག་སླེབས་འདི་ཡོད་ད་ཟེར་ཟེར་བ། དེ་ཡིན་དུས་བསམ་པ་ལ། ཨའི་ལན་ཆོས་འབྱུང་དེ་ཚོ་གཉིས། ཧོང་ཀོང་དང་ཐེ་ཝན་གྱི་ནང་ལོགས་མི་ཡི་འགྱུར་བ། བསམ་བློ་ལ་འགྱུར་བ་གང་ཅི་འགྲོ་ཡི་མེད། དེ་འདྲས་གང་ལ་ཅིག། ལྟ་ཡོང་དུས་བསམ་པ་ལ། ད་ལྟའི་དུས་ཚོད་ལ་རྒྱ་ནག་གི།

ད་ལྟ་བར་དུ་མི་ཚང་མས་ཀྱིས་མ་དམིགས་འོག་ལ་བལྟ་ས་ཁོ་ཚོ་འཇོན་གྱི་མ་རེད་ལབ་ས་དེ་འདྲས་གཉིས་ཀྱིས་དཀྲུག་དཀྲུག་བཏང་ཡོང་དུས་ཙམ་པ་ལ་ཁོ་ཚོས་ཀྱིས་ཧོང་ཀོང་ཡང་རྗེས་ནས་བཀག་ཐུབ་པོ་མ་རེད་ལྟ་བ་དེ་འདུག་བོད་པ་ཚོ་ད་ག་བ་བཀག་ཐུབ་རེད། ཝི་གྷར་མི་རིགས་ད་ག་བ་བཀག་ཐུབ་རེད་ད་ཤེས་པར་ཡོད་མ་རེད་པ་དེ་འདྲས་ཡིན་དུས་རྒྱ་ནག་གི Empire དེ་འདྲས་ཅིག་ད་ཚང་མ་ནས། ཁོ་ཅིག་མ་སྤུན་ཏོག་དང་མ་སོང་ནས་ཤིག་འགྲོ་ཡས་ཞོར་བ་དེ་འདྲས་ཀྱི་དུས་ཚོད་ཅིག་སླེབས་ཀྱི་ཡོད་པ་ཀྱང་མ་ཟད་གསལ་བོ་རེད་བཤད་དགོས་དེ་ཡིན་དུས་ང་རང་ཚོ་འཐབ་རྩོད་ཁང་ལ་བསམ་བློ་བཏང་དུས་བསམ་པ་སྐབས་རེ་ང་ཚོ་ཡང་བོད་ནང་ལོག་གི་ཁོར་ཡུག་དེ་དམ་པོ་ཤོར་ཅིག་བྱས་ཨ་ནི་སྐབས་རེ་ང་ཚོ་བཙན་བྱོལ་ནང་ལོག་སླད་ཡང་སྐབས་རེ་བགྲོ་གླེང་དང་དེ་འདྲས་ཡོད་དུས་ཅག་རྩ་བའི་བགྲོ་གླེང་ནི་གུ་གུ་འོར་དེ་ཡིན་ནས་སྐབས་རེ་མི་དགེ་གི་བསམ་བློ་བཏང་སྟངས་ཀྱི་ཐོག་ལ་ཨ་ད་ནི་ཕུ་སུ་ཐོག་པོ་ཞུགས་ཆགས་ཀྱི་འདུག་ཟེར་ལབ་བྱས་ང་རང་ཚོ་ཡང་སེམས་ཤུགས་ཆགས་ཉེས་དང་འདི་ཡོང་གི་འདུག་ཨ་སྐབས་དེ་དུས་བསམ་པ་ལ་བསམ་བློ་བཏང་ཡས་གལ་ཆེ་ཤོས་དེ་རྒྱ་ཆེ་ས་ནས་རྒྱ་ནག་གི་ཨེམ་ཕ་ཡ་དེ་ལ་ག་འདྲས་ཆགས་ཀྱི་འདུག་དེའི་འགྱུར་བ་ག་འདྲས་ཅིག་ཐེབས་ཀྱི་འདུག། ད་ལྟ་ཉིས་སྟོང་བཅུ་བཞི་ལོ་ནི་རྒྱ་ནག་གི Empire དེ་གནས་ཚད་གང་འདྲ་ཞིག་ལ་སླེབས་ཡོད་མེད་དེ་ཕལ་ཆེར་འདུག་ས་ན། གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་ལྔ་བརྒྱད་དྲུག་གི་སྐབས་ལ་ཨུ་རུ་སུ་གི Empire ཡོར་བ USSR ཁོ་ཚོ་ག་བར་སླེབས་ཡོད་མེད་དེ་ལ་ཕལ་ཆེར་རྒྱ་ནག་ད་ལྟ་འདི་ག་མི་སྲིད་གྲོགས་ཅིག་སླེབས་ཡོད་ས་རེད། དེ་ལས་དུས་བསམ་པ་ལ་ལོ་ཁ་ཤས་ཤིག་ལྷག་འདུག་ལྷག་ཡོད་མ་རེད་ཕྱོགས་ཅན་ནས་བསམ་བློ་བཏང་བ་ཡིན་ན། ད་འདི་ལྷག་མ་དེ་ག་རེ་བྱུང་མ་བྱུང་དེ་ང་རང་ཚོ་ག་རེ་བྱས་མ་བྱས་རག་ལས་ཀི་རེད་བ་ཆ་ཤིག་ག་རེ་གཏིང་མ་གཏིང་དེ་འདྲའི་ཐོག་ནས་ང་ཚོ་གཅིག། ཆ་གཞི་བཏིང་པའི་སྐབས་ལ། དམིགས་ཡུལ་དང་རེ་བ་དེ་དེ་ཆེ་ས་ནས་དེ་ཟིན་བྱས་ཆ་གཞི་བཏིང་ཡས་དེ་དཔེ་མན་ངག་ཆེན་པོ་རེད་བསམ་གྱི་འདུག་དེ་བྱས། ད་མཐའ་མ་དེ་ལ་ཞུ་བའི་གཅིག་གིས་ག་རེ་ཡིན་ཟེར་ན། ད་ལྟ་ཚེ་བརྟན་ལགས་ཀྱི་ལ་ཡིས་གསུངས་སོ། སྔོན་མ་ལོ་ཆ་བཞག་བས་ན་བོད་རང་བཙན་གྱི་བསྐྱར་གསོ་གི་གསལ་བསྒྲགས་བྱས་ནས་ལོ་བརྒྱ་འཁོར་བའི་དུས་དྲན། འཛམ་བུ་གླིང་ཡོངས་ལ་སྲུང་བརྩི་བྱས་ཡོད་རེད། དེ་འདྲའི་ཡིག་ཐོག་ནས་སྐབས་དེ་དུས་བྱམས་པ་ལ་ཕྱོགས་གཅིག་ནས་པད་མ་སེར་རིའི་གསུང་ཚིག་དེ་ཚགས་ཚུད་པོ་རྒྱ་ཆེན་པོ་ཡག་པོ་བྱུང་ཡོད་རེད་བ། ལོ་རྒྱུས་ཀྱི་ནང་གི་གནད་འགག་ཆེན་པོ་གི་དུས་ཚོད་ཅིག་ཆགས་ཡོད་རེད། ཡང་ཕྱོགས་གཞན་པ་ཅིག་ནས་ང་ཚོ་མི་ཁ་ཤས་འདིའི་ཐོག་ལ་སེམས་ཁྲལ་བལྟས་སུ་བྱུང་ཤག་རེད་བ། འདི་སེམས་ཁྲལ་དེ་པད་མ་སེར་རི་གི་ཡང་སེམས་ཁྲལ་ཁ་གསོག་རེད། སྐྱོན་བརྗོད་དེ་འདྲས་མ་རེད་ད། སེམས་ཁྲལ་བློ་འཚབ་བྱེད་འཇོར་བ། གང་ཡིན་ཟེར་ན། ཁོ་རང་ཚོ་ཁ་ཤས་ཀྱི་བསམ་བློ་དང་ཐང་ནང་ལོགས་ལ་དབུ་བོ་རྩ་བའི་འདི་ལས་རྒྱུ་ཡག་པོ་བྱེད་ར་རེད། ཡིན་པ་ཡིན་ནས།

རྒྱལ་སྤྱིའི་ཁྲིམས་ལུགས་ཀྱི་འོག་ལ། ད་ལྟ། རང་བཙན་རྩོད་ཡས་དང་ལྷག་པར་དུ་ད་ཅིག་ཁྲིམས་ཀྱི་ཐོག་ནས Self Determination ལས་སྦྱོར་བ། རང་ཐག་རང་གཅོད་ཀྱི་ཐོབ་ཐང། མི་རིགས་ཀྱི་ཡིན་ཚར་བའི་འཇུག་པ་ལ་རང་ཐག་རང་གཅོད་རྩོད་ཡས་ཀྱི་ཐོབ་ཐང་ཅེས་ཁོ་རང་བཞིན་གྱིས་སླེབས་བསྡད་ཡོད། འདི་རང་ཐག་རང་གཅོད་རྩོད་ཡས་ཀྱི་ཐོབ་ཐང་གི་ཐོག་ནས་འགྲོ་དུས་ཙམ་པ་ལ་འདི་ལ་ཅིག་ལམ་དང་མ་བསྲོས་ནས་ལམ་ཁར་འགྲོ་ས་གཉིས་བརྩི་གི་འདུག་བ་མང་ཆེ། གཅིག་འདི་ལོ་རྒྱུས་ཀྱི་ཐོག་ནས་རྩོད་ལེན་བྱེད་ཡས་ཀྱི་ལམ་ཞིག་ཡོད་རེད། གཅིག་འདི་ད་ལྟའི་དུས་ཚོད་ལ་མི་མང་གི་མངོན་འདོད་དེ་ག་རེ་རེད་ཤག་འདི་གི་ཐོག་ནས་ཡང་བརྩི་ཡས་ཀྱི་ལམ་ག་ཅིག་ཡོད་རེད། ད་ལྟའི་ཆ་ལ་བོད་པའི་གནས་ཚུལ་གྱི་ཐོག་ནས་བརྩི་བ་ཡིན་ན། མི་མང་གི་མངོན་འདོད་ད་ལྟའི་དུས་ཚོད་ལ་ག་རེ་རེད་ཤག་བོད་མི་ས་ཡ་དྲུག་གི་མངོན་འདོད། ས་ཡ་དྲུག་དང་ཕྱེད་ཀ་ཡིན་སྲིད་ཀྱི་རོ་དར་ཚང་འདི་གི་མངོན་འདོད་དེ་ག་རེ་རེད་ཤག་འདིའི་ཐོག་ནས་ཅིག་བརྩི་བ་ཡིན་ན། ཐེ་ཚོམ་ཁོ་ར་མེད་བ། དྲི་བ་ཁོ་ར་མེད་བར་བ། ཧོང་ཀོང་མི་དེ་ཚོ་རྒྱ་ནག་གཞུང་དབང་ལ་དད་ཀྱི་མེད་ལ་ཡོད་དོ། ཁོང་ཚོ་རྒྱ་མི་རུ་བ་ཡིན་རྒྱུ་རོ། རྒྱ་མི་གིས་རྒྱ་ནག་དམར་པོའི་གཞུང་ང་ལ་བདེ་སྐྱིད་མེད་ལ་ཡ་བདེ་འདྲེ་ཞིག་ཡོད་ཅིག་ག་ལ། རྒྱ་མི་མ་ཡིན་པའི་རིགས་མི་རེ་གཅིག་གིས་རྐང་བཙུགས་ནས་རྒྱ་ནག་དམར་པོའི་གཞུང་ང་ལ་བདེ་སྐྱིད་ལ་ཡ་བདེ་འདྲེ་ཅིག་བསམ་བློ་བཏང་བ་ཡིན་ན་དཔེ་མ་ཚིག་ཁ་པོར་བ། དེ་འདྲའི་དུས་ང་རང་ཚོ་མི་མང་གིས་མངོན་འདོད་ཀྱི་ཐོག་ནས་བསམ་བློ་བཏང་བ་ཡིན་ན་ད་ལྟའི་དུས་ཚོད་ལ་ང་ཚོ་རང་བཙན་རྩོད་ཡས་དང་རང་ཐག་རང་གཅོད་ཡིན་ནའི་རྩོད་ཡས་ཀྱི་ཐོབ་ཐང་དེ་གཙང་མ་གཙང་རྐྱང་དཔེ་མ་ཚིག་བའི་ཤུགས་ཆེན་པོ་ཅིག་ལངས་ས་ཨ་གདེང་ཆ་ཅིག་ཡོད་རེད་བསམ་གྱི་འདུག

བོད་མཐོ་སྒང། གཅིག་པུ་མ་ཡིན་པར་འདི་གི་ཕྱི་ལོགས་ལ་ཡང་ང་ཚོས་ཧམ་བཤད་བྱེད་ཆོག་གོ་ངོ་ནས་བྱས་ན་རེད་བ། བྱས་ཙང་ང་ཚོ་བརྩེ་དུང་ཙམ་པ་ལ་ལོ་རྒྱུས་འདི་བརྩེ་དུས་ལོ་རྒྱུས་ལ་ནི། ཐིག་རིང་པོ་གཅིག་ནང་ལོ་ནི། སྒྲོག་གཅིག་རང་གཅིག་ལ་བརྒྱུས་ནས་འདི་ང་ཚོ་གི་ལོ་རྒྱུས་ལ་ནི་རྐང་པ་འདི་གང་ལ་བཙུགས་ནས་ལང་གི་ཡིན་ལ་དེ་བརྩེ་རྒྱུ་མི་འདུག་ལོ་རྒྱུས་ལ་འདི་ང་ཚོ་ལོ་རྒྱུས་རིང་པོ་ཡོད་རེད་བ། འདི་གང་ཟང་གི་གཞི་ལ་བཞག་ཅིང་འདི་གང་ཟང་ལ་ལྟ་ནི་ད་ང་རང་ཚོའི་རྩོད་པ་འདི་གའི་འདི་ཤུགས་ཆེན་པོ་གཏིང་རིང་པོ་བཟོས་ཡོད་རེད་བ། འདི་དཔེ་མ་ཟེར་བའི་གནད་འགག་ཆེན་པོ་རེད་བཤད་ཡིན་དུས། གང་ལྟར། གཅིག་ནས་ལོ་རྒྱུས་ཀྱི་ཐོག་ནས་གལ་སྲིད། ད་དཔེ་མཚོན་ཆུ་འཇུ་གྲོགས་ཀྱིས་བཞག་པའི་ན་གཅིག་སྟོང་དགུ་བརྒྱ་བཅུ་གསུམ་གྱི་ལོ་ལ། ཁམས་དང་ཨ་མདོ་གྱི་ས་རྒྱུ་ཁ་ཤས་ཅིག་དགའ་ལྡན་ཕོ་བྲང་གི་འོག་ལ་མེ་བ་ཆགས་ཤོར་བ། ཡིན་པ་ཡིན་ནའི་ཁོ་ཚོ་སུའི་འོག་ལ་ཡོད་རུ་སྐབས་དེ་དུས་རུ་བ་དྲི་བ་འདི་བཏང་ཡང་གལ་ཆེན་པོ་རུ་འདུག་དགའ་ལྡན་ཕོ་བྲང་འོག་ལ་མི་འདུག་ན་ནི་ང་ཚོ་བལ་ཕོ་ར་ཧ་ལས་ནས་བསྡད་ཡས་མི་འདུག་དྲི་བ་རྙིང་བ་དེ་ག་འདུག་ཟེར་ན་སྐབས་དེ་དུས་སུའི་འོག་ལ་འདུག་རྒྱ་ནག་དམར་པོའི་གཞུང་གི་བར་ལ་འདུག་པའི་ཡོད་མ་རེད། རྒྱ་ནག་དམར་པོའི་གཞུང་སྐྱེས་རྒྱུ་རེད་བ་དེ་དུས། རེད་བ། ཁོག་པ་ནས་སྐྱེས་ཡོད་མ་རེད་རྒྱ་ནག་དམར་པོའི་གཞུང་ཆིག་སྟོང་དགུ་བརྒྱ་ཉི་ཤུ་རྩ་གཅིག་ལོ་ལ་མ་གཏོགས་རྒྱ་ནག་དམར་པོའི་གཞུང་ལས་ཞིག་ཡོད་རེད་ཡོད་མ་རེད་ད། དེ་དུས་ད་ལྟ། རྒྱ་ནག་དམར་པོའི་གཞུང་གིས་ཁམས་ཨ་མདོ་གི་ས་ཁུལ་མང་པོ་ཅིག་ལ། ཡོད་པའི་གི་ཁྲལ་ཡིན་གྱི་ཡོད་རེད་བ། འདི་ལས། ད་རིང་བོ་ཁར་ཕྱིན་ནས་ང་རང་ཚོ་བོད་གཞུང་གིས་ཕ་སྐད་ལ་བསྙབ་གཡས་ཀྱིས་ཁེམས་ཏེ་ཞེ་དྲག་གི་ཁྲག་ག་ཞེ་དྲག་གི་ནུས་པ་ཆེ་བར་བ་ཨིན་ཇི་ནང་ལ་ལས་ཅིར་མི་སྲིད་པའི་འགྱུར་བ་ཁོ་ཅིག་ཁྲིམས་མཐུན་གྱི་རང་བཞིན་འདི་ཞེ་དྲག་གི་ཆེ་བ་དེ་ཐེ་ཚོམ་ཁོ་ར་མི་འདུག་དེ་འདུག་ང་རང་ཚོའི་གི་འཐབ་རྩོད་ཀྱི་ནང་ལོགས་ལ། ད་ལྟའི་མི་མང་གི་མངོན་འདོད་ཀྱི་ཐོག་ནས་ཡིན་ནའི་ཚང་མས་མཁྱེན་གི་འོ་རེད། ལོ་རྒྱུས་ཀྱི་ཐོག་ནས་བརྟགས་པ་ཡིན་ནའི་ང་ཚོའི་རྩོད་པ་དེ་ནུས་པ་ཆེན་པོ་ཆེ་དང་ལངས་ས་ཁྲག་པོ་ཆེ་ཡོད་པ་དེ་གདེང་ཚོད་བྱས་ནས་བཤད་ཡས་རེད་ཤག་མ་གཏོགས་ང་རང་ཚོ་ང་རང་ཚོ་འདི་ལ་ཐེ་ཚོམ་བྱེད་དང་མ་ཞུ་མ་ཡས་དང་ཅིག་ཉམ་ཆུང་བྱེད་ཡས་ཅིག་ཡོད་རེད་བ། དོགས་པ་བྱེད་ཡས་དེ་འདྲ་ཅིག་རྩ་བ་ཉིད་ནས་རེད་མི་འདུག་འོ་འདི་ལྟ་ངས་ང་རང་ཞུ་བའི་གཙོ་བོ་གྲོགས་ཀྱི་ད་རེས་འདི་ཡིན་རེད་བ།